བོད་ཀྱི་རླུང་འཕྲིན་གྱི་ལས་རིམ་གསལ་བཤད་གནང་མཁན་རྣམས་ལ་མགྱོགས་གུང་བསངས། དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་ཚང་ཟླ་བ་ལྔ་བའི་ཚེས་སུམ་ཅུ་རེས་སྦ་གསང་རེད། དེ་རིང་གི་བོད་དང་རྒྱལ་སྤྱིའི་གསར་འགྱུར་སྙིང་བསྡུས་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ད་དེ་རིང་གསར་འགྱུར་གྱི་ཐོག་མ་དེ་ལ་ཡང་རྒྱ་ནག་གཞུང་གིས། ཨ་རིའི་གཙུག་ལག་སློབ་གྲྭ་ཁག་ལ་བཤུ་གཞོག་གཏོང་ཡ་དང། ཞིབ་འཇུག་རྐུ་སྒྱེར་གྱི་བྱེད་བབ་ལ་ཡང་བཟོད་སྒོམ། བཟོད་པ་གོམ་སྟབས་མེད་པར་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་ཡོངས་བསྒྲགས་གནང་ཡོད་པ་རེད། ད་རང་ཞོགས་པ་ཐོན་པའི་གནས་ཚུལ་གྱི་ནང་ལོགས་ལ་ཡང་ད་ཨ་རིའི་ནང་ལོགས་ལ་ཡང་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བཙོ་དགུ་རེས་གཟའ་ཕུར་བུ་ཆགས་འགོ་བ་རེད་སོང་ཙང། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ། Tommy Bruce། གིས་གསུང་ཡག་བྱས་པ་ཡིན་ན། རྒྱ་ནག་དམར་ཤོག་ཚོགས་པས་ཨ་རིའི་གཙུག་ལག་སློབ་གྲྭ་ཁག་ལ་ཡང་བཤུ་གཞོག་དང། ད་ག་ནང་བཞིན་ཨ་རིའི་ཞིབ་འཇུག་དང། ལྟ། ཨིན་སྐད་ཐོག་ལ་ཡང Intellectual Property ཟེར་གི་འདུག་ཨ་བསམ་བློའི་རྒྱུ་ནོར། ལྟ་ཅིག་བསམ་བློའི་ངག་རྩོལ་ལས་བྱུང་བའི་དེར་བརྩམས་ཆོས་ཟེར་ནས་གྲགས་མི་འདུག་འོང། དེ་འདྲས་བཀོད་སྐྱིལ་བྱེད་བཞིན་པའི་བྱེད་བབ་དེ་དག་ལ་ཡང། ཨ་རིའི་གཞུང་གིས་བཟོད་སྒོམ་བྱས་ནས་སྡོད་ཐབས་མེད་ཅེས་དེ་འདྲས་གསུངས་ཡོད་པ་རུ་ཏྲ་གསར་པས་གང་གི་གནས་ཚུལ་སྟོན་བཞག། དེ་ཡང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་གསར་འགོད་བསྒྲགས་གཏམ་དེའི་བསྒྲགས་གཏམ་ནང་ལོགས་ལ་ཡང། ཁ་སི་ཁ་ཉིན་རེས་གཟའ་ལྷག་པའི་ཉིན་ཨ་རི་གཞུང་གིས་ཨ་རིའི་ནང་སློབ་སྦྱོང་བྱེད་བཞིན་པ་དང་སློབ་སྦྱོང་བྱེད་དུ་ཡོང་འཆར་ཡོད་པའི་རྒྱ་ནག་གི་སློབ་ཕྲུག་ཚོའི་ཐོངས་མཆན་ཕྱིར་བསྡུ་བྱས་ཡིན་པའི་གནས་ཚུལ་ཞིག་ཐོན་ཡོད་རེད། སོང་ཙང་ཐོངས་མཆན་ཕྱིར་བསྡུའི་ཆད་གཞི་གསར་པ་དེས་སློབ་ཕྲུག་ག་ཚོད་ཙམ་ལ་ཡང་དོ་ཕོག་འགྲོ་གི་ཡོད་མེད་གྲངས་ཀ་ངེས་གཏན་བཟུང་མི་འདུག་སྟེ། ཡིན་ན་ཡང་ཨ་རིའི་གཞུང་གིས། རྒྱ་ནག་གི་སློབ་ཕྲུག་དང་ཤེས་ཡོན་པ་དེ་འདྲས་ཀྱིས་ད་ཅིག་ཨ་རིའི་བདེ་འཇགས་ལ་ཡང་གནོད་པའི་ལས་ཀ་བྱེད་ཀྱི་ཡོད་མེད། ཨ་རིའི་ཞིབ་འཇུག་དང་ནི། བསམ་བློའི་རྒྱུ་ནོར་ཟེར་ནས་དེ་འདྲས་རྐུ་སྐྱེལ་བྱེད་ཀྱི་ཡོད་པའི་ཉེན་ཁ་ཡོད་མེད། ཨ་ནི་དང་ནང་བཞིན་རྒྱ་ནག་གཞུང་དང་འབྲེལ་བ་ཡོད་མེད་ཞིབ་ཕྲ་བརྟག་དཔྱད་བྱས་རྗེས་ཨ་ནི་གལ་སྲིད་གོང་གི་གནད་དོན་དེ་དག་དང་འབྲེལ་བ་ཆགས་པར་བྱེད་མིན་ན་ཨ་ནི་ཨ་རི་གཞུང་གིས་འཆར་གཞི་དེ་དག་གཞིར་བཟུང་ལག་བསྟར་བྱེད་ཀྱི་རེད་ཟེར་དེ་འདྲས་གསུངས་གནང་བཞག། རེད་དེ་ཕྱི་སྲིད་མགྲིན་ཚབ་པའི་རྒྱ་ནག་གི་སློབ་ཕྲུག་དེ་དག་གིས་ད་བྱེད་བབ་ག་རེ་ག་རེ་གི་ཐོག་ནས་ཨ་རིའི་བདེ་འཇགས་ལ་ཡང་གནོད་སྐྱོན་འགྲོ་གཞི་ཆགས་ཀྱི་ཡོད་པ་ཁ་གསལ་སེའུ་མི་འདུག་སྟེ་དེའི་ཐད་ལ་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་མར་ཀོ་རུ་པོ་ཡིས་དེ་འདྲ་ཞིག་གསུངས་བཞག་རྒྱ་ནག་གཞུང་ལ་ཡང་ཐད་ཀར་འབྲེལ་བ་ཡོད་པ་དང་གཅིག་ཨ་ནི་ཨ་རིའི་ཚན་རིག་དང་འཕྲུལ་རིག་དག་ནང་བཞིན་བཟོ་ལས་སྒྱུ་རྩལ་སྒོ་འབྱེད་བྱས་པ། མ་ཟད་ཅིག་རྒྱ་ནག་གི་དམག་དོན་དང་གསང་བའི་ལས་འགུལ་ལ་ཡང་རམ་འདེགས་སུ་འགྲོ་བའི་ནི་གལ་ཆེ་བོ་དང་རྫ་དྲག་གི་གནས་ཚུལ་དེ་འདྲས་ཀྱི་རིགས་ལ་ཡང་སློབ་སྦྱོང་བྱེད་མཁན་གྱི་སློབ་ཕྲུག་ཟེར་ན་འདྲ་ནི་ཤེས་ཡོན་པ་ཟེར་ན་འདྲ་དེ་ཚོའི་གྱི་མཐོང་ཆེན་དེ་གའི་ཕྱིར་དུ་བྱས་ཡ་ཡིན་པ་གསུང་ན་ཤག་དེ་འདྲས་ཡིན་དུས་ཙ་ན་ད་ཨ་རིའི་བདེ་འཇགས་ལ་ཡང་གནོད་སྐྱོན་དུ་འགྲོ་ཤེས་རིགས་དཔེར་ན་རྒྱ་ནག་གཞུང་གི་ཨ་རིའི་མཐོ་སློབ་ཁག་ལ་ཡང་ཞུགས་ཤོག་བསམ་བློའི་རྒྱུ་ནོར་བཀུག་སྐྱེལ་བྱེད་ཡ་དང་ནང་བཞིན་རྒྱ་ནག་གི་དམག་དོན་ནུས་ཤུགས་ལ་ཡང་ད་ཕན་ཐོགས་སུ་འགྲོ་ཡ་གི་འཕྲུལ་ཆས་བཀུག་སྐྱེལ་བྱེད་ཡ། མ་ཟད་ཨ་རིའི་གསང་བའི་གི་གནས་ཚུལ་བསྡུ་རུབ་བྱས་དང་དག་ནས་བཞིན་རྒྱ་ནག་ལ་ཡང་ལྟ་ཅི་ལས་འགུལ་སྤེལ་མཁན་དང་སྐྱོན་བརྗོད་བྱེད་མཁན་དེ་དག་ལ་ཡང་དྲག་སྐྱོན་བྱེད་ཡ། དྲག་གནོན་བྱེད་ཡ་གི་ནི་བྱ་སྤྱོད་དེ་ཚོའི་རིགས་ལ་ཡང་ཨ་རི་གི་རྩ་བ་ནས་བཟོད་སྒོམ་བྱེད་ཐུབ་ཡ་ཡོད་མ་རེད་ཞེས་ནས་ནན་པོ་ཅིག་གསུངས་ཤག། གནས་ཚུལ་དེའི་བྱུང་རིམ་འདྲ་ཞིག་ཞུས་པར་བྱས་ཡིན་མིན་ན་སྲིད་འཛིན Trump གིས་ལྟ་ཅི་ཨ་རིའི་གཞུང་ཚབ་ཁག་རེད། འབྲེལ་མཐུད་ལས་ཁུངས་ཁག་ལས་ད་ཕྱི་རྒྱལ་གྱི་སློབ་ཕྲུག་གསར་ཞུགས་དང། ཤེས་ཡོན་བརྗེ་རེས་ཀྱི་ད་ལས་འཆར་དེ་འབྲེལ་གྱི་ཐོ་འགོད་མཚམས་འཇོག་དགོས་པའི་གྱི་གསལ་བསྒྲགས་གནང་བ་དེའི་རྗེས་ད་ག་རང་ལ་ཡང་རྒྱ་ནག་གི་སློབ་མའི་ཐོངས་མཆན་ཕྱིར་བསྡུའི་སྐོར་གྱི་གསལ་བསྒྲགས་དེ་བྱུང་བ་ཞིག་ཆགས་འདུག་དེ་དང་འབྲེལ་ནས་གསར་འགོད་པའི་དྲི་བ་ཞིག་གི་ནང་ལོགས་ལ་ཡང་ད་མ་འོངས་པར་ཐོངས་མཆན་འགྲོ་ལུགས་སྙན་གཡག་གི་དུས་ཚོད་དེ་ག་དུས་ནས་ཡང་ཅིག་བསྐྱར་དུ་འགོ་འཛུགས་བྱུང་ཐུབ་དང་མི་ཐུབ་སྐོར་ལ་བཀའ་འདྲི་ཞུ་དུས་རྩ་ནས་ཨ་ནི་ཁྲང་མིའི་བུ་རུ་སི་ཡིས་དེའི་སྐོར་ལ་ལན་གསལ་གང་ཡང་ཞུ་བ་མེད། ད་ཡིན་ནའི་དེ་དང་འབྲེལ་བའི་གི་གནས་ཚུལ་གསར་པ་ག་རེ་ཐོན་པ་ཡིན་ནའི་ཨ་རི་གཞུང་གི་ཐོངས་མཆན་དང་འབྲེལ་བའི་དྲ་ཚིགས་ལ་ཡང་གཟིགས་གིན་གཟིགས་གིན་གནང་རོགས་གནང་ཟིག་དེ་འདྲའི་གསུངས་ན་ཤག།
ཁ་སང་བོད་དོན་ལས་འགུལ་ལྟེ་གནས་ཁང་གིས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་དང་འབྲེལ་བའི་ཨ་ནི་ཁུངས་ལྡན་གནས་ཚུལ་གསལ་བའི་སྙན་ཐོ་གསར་པ་ཁོ་ཚོས་ང་ཚོའི་ཕྲུ་གུ་ཁྲིད་པའི་རྗེས་བཞེས། བོད་ནང་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་དང་བོད་ཀྱི་མ་འོངས་པའི་གནས་བབ་ཞེས་པའི་སྙན་ཐོ་གསར་པ་ཤོག་གྲངས་བཞི་བཅུ་ཞེ་བརྒྱད་ཡོད་པ་ཞིག་འདོན་སྤེལ་གནང་སོང། སྙན་ཐོ་གསར་པ་འདིའི་ནང་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་མི་སུའི་དཔལ་ཡུལ་གྱི་བཅའ་སྡོད་སློབ་གྲྭའི་ནང་ལོ་ལ་དམར་པོའི། ལྟ་གྲུབ་སློབ་སྦྱོང་དང། བོད་ཕྲུག་ཚོའི་ལུས་སེམས་གཉིས་ལ་མནར་གཅོད། ལོ་བཞི་ཙམ་ལས་མ་སོང་བའི་བོད་ཕྲུག་དེ་དག་རང་ཉིད་ཀྱི་ཕ་མ་དང་ཁ་བྲལ་དུ་བཏང་བ་སོགས་ཁུངས་ལྡན་གྱི་གནས་ཚུལ་གསལ་བའི་སྙན་ཐོ་གསར་པ་ཞིག་ཆགས་ཀྱི་འདུག་སྙན་ཐོ་དེ་དང་འབྲེལ་བའི་སྐོར་ལ་གསར་འགོད་བསྒྲགས་གཏམ་ཞིག་སྤེལ་གནང་བཞག་དེའི་ནང་ལ་ཡིན་པ་ཡིན་ན་བོད་ཀྱི་སློབ་གསོ་བ་འབུམ་རམས་པ་རྒན་རྒྱ་ལོ་ལགས་ཀྱིས། རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་བཅའ་སྡོད་སློབ་གྲྭ་འདི་ཚོ་རྒྱ་ནག་གི་དམར་པོའི་ལྟ་གྲུབ་སློབ་སྦྱོང་བྱེད་ས་མ་གཏོགས་པའི་བོད་ཕྲུག་ཚོ་ལ་ཨ་ནི་ཚན་ལྡན་གྱི་སློབ་སྦྱོང་ཆེད་རྩ་བ་ཉིད་ནས་སྤྲད་ཀྱི་ཡོད་མ་རེད། ཨ་ནི་རྒྱ་ནག་གཞུང་གིས་བོད་ཕྲུག་ཚོ་རང་ཉིད་ཀྱི་ཕ་མའི་དྲུང་ནས་བཙན་དབང་གིས་ཁྲིད་ནས་བུ་ཕྲུག་ཚོ་རང་ཉིད་ཀྱི་ཕ་མེས་ཀྱི་རིག་གཞུང་དང་ཁ་བྲལ་དུ་བཅུག་གི་ཡོད་པ་དང་གལ་ཏེ་དེ་ལྟར་མུ་མཐུད་བྱུང་བ་ཡིན་ན་བོད་ཀྱི་རིག་གཞུང་དང་སྐད་ཡིག་དེ་ང་ཚོའི་མི་ཐོག་འདི་ནས་རྩ་མེད་དུ་འགྲོ་གི་རེད། དེ་ཚོ་ཚང་མ་བྱེད་དགོས་ཡ་གི་རྒྱུ་མཚན་དེ་རྒྱ་ནག་གཞུང་གིས་ད་ཅིག་བོད་ཀྱི་སྐད་དང་བོད་ཀྱི་རིག་གཞུང་བོད་ཀྱི་ངོ་བོ་དེ་རྒྱ་ནག་གཞུང་གིས་བོད་ལ་དབང་བསྒྱུར་བྱེད་རྒྱུར་འགོག་རྐྱེན་ཞིག་ལ་ངོས་འཛིན་བྱས་པའི་ཐོག་ནས་ད་ལྟའི་ལག་རྟགས་དེ་ཚོ་བྱེད་ཀྱི་ཡོད་རེད་ཞེས་རྒྱ་ལག་གིས་འདུག་ཞེས་གསུངས་གནང་ཤག།

རྒྱ་ནག་གཞུང་ལ་རེས་སྐོར་ཞིབ་བཤེར་ཅིག་བྱེད་པའི་སྐབས་དེ་ཨ་ནི་རྒྱལ་ཁབ་ཉི་ཤུ་རྩ་གཅིག་གི་གནད་དོན་དེའི་ཐོག་ལ་གླེང་སློང་དང་ཨ་རྒྱ་ནག་གཞུང་ལ་སྐྱོན་བརྗོད་ཆེན་པོ་བྱུང་བའི་གནས་ཚུལ་བཅས་ཐོན་ཡོད་རེད། ཡང་ད་རིང་གསར་འགོད་བསྒྲགས་གཏམ་དེའི་ནང་བོད་དོན་ལས་འགུལ་ལྟེ་གནས་ཁང་གི་འགན་འཛིན། བཀྲས་མཐོང། ལྷ་སྒྲོན་ལགས་ཀྱིས་ཨ་ནི། ག་རུ་གསུང་བྱ་ཤོད་པ་ཡིན་ན། རྒྱ་ནག་གཞུང་གིས་མེ་སིའི་དཔལ་ཡུལ་གྱི་བཅའ་སྡོད་སློབ་གྲྭ་དེ་ནང་ལོ་ལ་བོད་ཕྲུག་ཚོར་ལུས་སེམས་གཉིས་ཀྱི་ཐོག་ལ་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་པ་མ་ཟད། མ་འོངས་པར་གནད་དོན་དེའི་ཐོག་ནས་བུ་ཕྲུག་ཙམ་མ་ཟད་ཁོང་ཚོའི་ཁྱིམ་ཚང་དང། སྤྱི་ཡོངས་ཀྱི་བོད་ཀྱི་གནད་དོན་ཐོག་ལ་ཧ་ཅང་གི་དཀའ་ངལ་ཆེན་པོ་ཞིག་ཆགས་ཀྱི་རེད་ཞེས་འདུག་ཅེས་གསུངས་གནང་འཆར། དེ་འདྲ་ཡིན་དུས་ཙམ་པར་རྒྱལ་སྤྱིའི་དབུ་ཁྲིད་དང་ལྷག་པར་དུ་ཚོགས་པ་ཁག་ནས་ཁ་ཆེ་གཉིས་མེད་ཀྱི་ཐོག་ནས་གནད་དོན་དེའི་ཐོག་ལ་རྒྱབ་སྐྱོར་གནང་རོགས་གནང་བྱས་འདུག་ཅེས་ཁོ་རང་གིས་འབོད་སྐུལ་ཞུས་གནང་འཆར། ད་རིང་གི་སྙན་ཐོ་འདིའི་ནང་དགོས་དོན་གཙོ་བོ་དེ་གར་བྱ་ཞུ་བ་ཡིན་ན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་རང་དབང་ཅན་གྱི་རྒྱལ་ཁབ་ཚོས་ཨ་ནི་རྒྱ་ནག་གཞུང་ལ་གནོད་ཤུགས་ཅིག་སྤྲད་པའི་ཐོག་ནས། རྒྱ་ནག་གཞུང་གིས་བཙན་དབང་གི་ཐོག་ནས་བཙུགས་པའི་བོད་ནང་གི་མི་སེར་སྤེལ་ཡུལ་བཅའ་སྡོད་སློབ་གྲྭ་འདི་ཚོའི་ནང་ལོགས་ལ་རང་དབང་ལྡན་པའི་ཐོག་ནས་ཞིབ་འཇུག་ཅིག་དགོས་ཀྱི་ཡོད། ཨ་ནི་རྒྱ་ནག་གཞུང་གིས་མི་སེར་སྤེལ་ཡུལ་བཅའ་སྡོད་སློབ་གྲྭ་དེ་མཚམས་འཇོག་བྱས་པའི་ཐོག་ནས་ཨ་ནི་བོད་ཕྲུག་ཚོར་རང་དབང་གི་ཐོག་ནས་རང་མི་རིགས་ཀྱི་རིག་གནས་དང་སྐད་ཡིག་ལ་སློབ་སྦྱོང་བྱེད་རྒྱུའི་གོ་སྐབས་ཤིག་བསྐྲུན་དགོས་ཀྱི་ཡོད་ཅེས་འདུག་ཅེས་ད་རིང་གི་སྙན་ཐོ་འདིའི་ནང་ལོ་ལ། དགོས་དོན་འདི་བཏོན་གནང་ཤག་གལ་སྲིད་རྣམ་པ་ཚོས་ཀྱིས་སྙན་ཐོ་འདིའི་སྐོར་ལ་ཞིབ་ཕྲ་མཁྱེན་འདོད་ཡོད་པ་ཡིན་ན། བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲྭ་རྒྱའི་ནང་ལ་གཟིགས་ཐུག་འདུག། མཚོ་ལ་ཉེ་བའི་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་ཚོས་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་འདི་ཨ་ནི་ཉི་ཧོང་གི་རྒྱལ་ས་ཀྲོ་ཡོང་ནང་དུ་ཚོགས་ཐེངས་དུ་སུ་ཁེལ་ཡོད་རེད་དེ་སོང་ཙང་འདི་ལོའི་ཚོགས་ཆེན་འདིའི་ཐོག་ལ་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་དཔོན་པོ་ཚེ་རིང་མཆོག་དང་ད་ག་ནང་གཞིས་ཀྱི་བོད་མི་དམངས་སྤྱི་འཐུས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ད་ག་ནང་གཞིས་ཀྱི་ཨ་ནི་ཡི་ཚོགས་གཞོན་འབྲོག་མོ་ཚེ་རིང་མཆོག་དུ་ཆེད་བཅར་གནང་ཡོད་རེད། ཨ་ནི་ཡི་སྲིད་སྐྱོང་མཆོག་སྤྱི་ཚེས་ཉི་རྩ་བརྒྱད་ཉིན་ཉི་ཧོང་དུ་དུ་སུ་ཕེབས་གནང་ཡོད་པ་དང་ད་ག་ནང་གཞིས་ཚེས་ཉི་རྩ་དགུའི་ཉིན་སྐྱབས་སུ་ཨ་ནི་སྲིད་སྐྱོང་མཆོག་གྲོས་ཚོགས་སུ་ཨ་ནི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ལས་སུ་གཙོས་པའི་ཨ་ནི་གྲོས་ཚོགས་འཐུས་མི་སུམ་ཅུ་སོ་གཉིས་དང་མཇལ་འཕྲད་ཀྱིས་ཨ་སྐབས་དུས་དོན་ཡང་ཞིབ་མོལ་གྱི་ཚོགས་འདུ་ཞིག་ཀྱང་འབྲེལ་ཚོད་ཚོགས་གནང་ཡོད་པ་རེད། དེ་རིང་ཚེས་ཚེས་སུམ་ཅུའི་ཉིན་ལ་སྲིད་སྐྱོང་མཆོག་གིས་ཨོ་སི་ཀཱ་ས་གནས་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་མི་རྣམས་དང་མཇལ་འཕྲད་ཅིག་གནང་ཡོད་པ་རེད་འདུག་དེ་ནས་ཚོགས་ཆེན་དེ་སྤྱི་ཟླ་དྲུག་པའི་ཚེས་གཉིས་ནས་ཚེས་བཞི་བར་ཉིན་གྲངས་གཉིས་རིང་ལ་འདུ་ཚོགས་གནང་ཡ་རེད་ཤག་ལ་ད་ག་ནང་བཞིན་ཚོགས་ཆེན་དེའི་ཐོག་ལ་ནི་ད་ལོ་རུ་ཆ་མཚོན་པ་ཡིན་ན་རྒྱལ་ཁབ་ཁག་ཉི་ཤུ་རྩ་དགུ་ནས་གྲོས་ཚོགས་འཐུས་མི་གཙོ་གྱུར་པའི་གཞུང་ཚབ་ཀྱི་མི་སྣ་དང་ད་ནངས་ཤིག་གི་བོད་དོན་རྒྱབ་སྐྱོར་བ་སོགས་ཆེད་མཉམ་ཞུགས་གནང་མཁན་མི་གྲངས་བརྒྱ་དང་བཞི་བཅུ་ཡས་མས་ཤིག་འདུ་ཟེར་ཕེབས་པ་རེད་འདུག་བོད་དོན་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ཐོག་མར་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་དུ་གསར་འཛུགས་གནང་བ་ཞིག་དང་ཚོགས་པ་འདི་ཡང་རྒྱལ་སྤྱི་དང་བོད་དོན་རྒྱབ་སྐྱོར་གནང་མཁན་ཤུགས་ཆེ་ཤོས་ཅིག་ཡང་དུ་ཆགས་ཀྱི་འདུག། ཡང་སྲིད་སྐྱོང་མཆོག་གིས་གསར་ཉིན་ཚེས་གསུམ་གསོལ་བྱེད་ཉིན་ལ་སིལ་བུ། སློབ་གྲྭའི་དགེ་ལས་སློབ་མ་རྣམས་ལ་ཡང་དུ་གསུང་བཤད་གནང་ཡང་གྱི་ལས་རིམ་གཅིག་དང་ད་ག་ནང་བཞིན་གྱི་སྤྱི་ཟླ་དྲུག་པའི་ཚེས་གཅིག་གི་ཉིན་ཨ་ནི། ཉི་ཧོང་གི་རྒྱལ་ས་ཀྲོག་གཡོག་ཏུ་ཕེབས་རྗེས་ཨ་ནི་ས་གནས་བོད་རིགས་མང་ཚོགས་ལ་དུ་གསུང་བཤད་གནང་ཡང་གྱི་ལས་རིམ་བཅས་དེ་འདྲའི་ཡོད་པ་རེད་འདུག།